ཁ་རེ། ཚད་ཉོས་སུ་དག་དང་ཇུ་རིགས་དང་ནང་ཅ་ལག་དེ་ཚོ་ཉོས་སུ་ཡག་ཆུ་ཤི་ནང་ཅ་ལག་རུ་བླ་གོ་རེ། ཇུ་རིགས་དང་ཚད་རིགས་དང་ཤིང་ཏོག་རིགས་གནས་ཀ་འཛོམས་པར་བྱེད་ཁོང་ཆུ་འཇུ་རུ་དོག་ཧང་ཆུ་མེ་སྲིར་སྐྱུར་མི་དེ་ཚོ་ཡག་པོ་ཞིབ་བཞི་འདུག་ཨ་ཕི་ཀའི་ཤོར་གྲོའི་ཁ་བོར་ཆུ་བྷང་བོ་འདི་ནི་ཨི་ཕི་ཀའི་ཉོབ་ཆ་རྐྱང་ཡིན་དེ་རིང་དི་ཝཱ་ལིར་འདུག་དི་ཝཱ་ལི་དེ་རིང་ཨ་ནི་འོང་དེ་ཆུ་ཚོད་ལྔ་པ་སྒོ་བརྒྱད་རེ་མགྱོགས་མགྱོགས་བྱེད་ཨ་ནི་འོང་དེ་མགྱོགས་མགྱོགས་གློ་ལེར་འབའ། ཇི་ལྟར་བྱས་ན་ཆ་ཤས་ཆེ་ན་སྐྲ་བ་རྩ་ཆེའི་ས་ནས་སྨན་རྩིས་ཁང་ཞིག་འགྲོ་འོས་སམ་ཟུར་ཐག་འདི་རོགས་པ་གཅིག་གིས་སྨན་ཆེད་མངགས་སོང་ང་འོན་ཏེ་ཉོ་གར་འགྲོ་འོས་སམ་སོང་ང་གོམ་པ་བརྒྱབ་རྗེས་རྟ་དཔེ་དེ་ཐང་ར་ཆས་སུ་འཐེན་རྗེས་བི་གིས་ཕོ་རོམ་ཅིག་ཕྱིན་སྐོར་ཞིག་བརྒྱབ་ད་ག་ས་བྱས་ངས་དེ་ཉོས་མིན་པ་ཁོ་ན་ཚོ་ཉེ་དུ་དུང་ནས་ཡག་པོ་འདུག་ཁྱེད་རྣམས་ཚོ་ཉོས་ན་ནི་ལས་ཡག་པོ་ཞིག་འདུག་ངས་སྙེ་མ་ཁ་རས་སྙེ་མ་ལོ་མང་པོ་སྔོན་ནས་ཉེ་དུ་དག་པ་ཅིག་བེད་སྤྱོད་བཏང་སྟེ་བྱོས་པ་ཁ་བ་ཕྱི་ནས་ལས་འོན་ཏེ།

ཡང་མིན་ཞྭ་མོ་གོན་ཡ་ད། མིག་ཤེལ་རྒྱག་ཡ་ད་ནི་ཉེ་དུ་ཁྱད་དེ་ཁྱད་ཆེན་པོ་ཞིག་དམིགས་བསལ་ང་ཚོ་ད། རྒྱ་གར་ལུང་པ་གནམ་གཤིས་ཚ་པོ་ཞིག་འདུག་ག་འདི། གནམ་གཤིས་ཚ་པོ་ཡོད་དུས་ཙམ་པས་ནི་ཉེ་དུ་ད། ཉེ་དུ་ཁྱེད་གོམས་གཤིས་དམའ་བས་ན་ཞྭ་མོ་གོན་ཡ་དེ་ཁྱད་ཆེན་པོ་ད་ང། ཞྭ་མོ་གོན་ཡ་གི་གོམས་གཤིས་ཅེས་མེད་པ་ཁྱེད་ཚེ་ང། གོམ་པ་ལ་ག་འདེར་འགྲོ་དུས་ཙམ་པས་ཞྭ་མོ་ཁྱེད་ཁྱེད་ཡོད་ད་བས་ཅེས་གོ་མེད་པ། ནི། ཉེ་དུ་སྤགས་ཚེ་ཞུ་ཉོན་པ་ཕི་ནས་གོམ་པ་ཆ་ཚང་གི། མཚོ་འགག། བྱེད་པོ་རྒྱབ་འགོར་སྲུང་དོ་ཨ། ཕྱག་ལས་གནང་ནས་བྱེད་པོ་སྐྱོན་དུས་བརྩམས་པའི་ནང་ལོག་གི། བཅའ་ལག་ཚང་མ་ལོག་གོང་སྤྱོད་འཇུག་བྱ་གཙོ་གནང་དོ་ཨ། བྱ་ཚང་ཉིད་དུ་དཔག་བྱེད་ཉོན་མོངས་པ་སྒོམ་ཉིད་ཀྱི་ལྔ་བཅུ་བཤམ། ཉིད་དུ་ཆེན་པོ་ཡག་པོ་བྱེད་ཉིད་ཀྱི་ལྔ་བཅུ། དེ་ལ་དྲུག་བརྒྱ་ཡིན་ན་ཅི་རེད་ཤི། གོང་བཅའ་ནི་ལྔ་བརྒྱ་རྫ་ཟིན་ཟེར་རོ་ཕལ་ཆེན། ཉིད་དུ་ག་རྣམས་དང་ཡག་པོ་ཞུ་དོ་ཨ། ཁྱི་ནག་ཚོ་དང་དམིགས་བསལ་གཞི་བཅའ་ཁ་བརྡ་བ་ཞུ་ཞུ་ཉན་ཚོ། རྣམ་ཤེས་ཚ་བོ་དགའ། སོ་སོ་ཡ་མ་དེ་དུས་ཙམ་པའི་ཉི་དུག་ཉི་དུག་ཡ་མེད་ན་ཞྭ་མོ་ཡ་མེད་ན་མིག་ཤེས་སྐྱོན་དང་ཁད་ཆེན་པོ་ཤར་ཤ་མིག་བརྩེགས་ཀྱི་བུ་མོ་དེ་ཚོ་ཡིན་པས་ན། ཤབ་ཚ་ལ་དོ་སྣང་ཡོད་རྒྱུར་མཛུབ་ཐལ Complexion ལ་ར་སྟོང་སོ་སོའི་པགས་པར་དོ་སྣང་ཡོད་རྒྱུར་མཛུབ་ཉི་མ། ཆུ་ཚོད་བཅུ་གཉིས་ཅིག་ཉི་མ་དེ་བརྒྱབ་རྗེས་གདོང་གི་པགས་པའི་ཁ་ལ་ང་ནང་བཞིན་གྲུ་ཐིག་མང་པོ་རྒྱས་བྱུང་འོང་དེ་དག་ནི་ཤ་ཚིགས་སུ་ན་ཤབ་རྟ་རྒྱས་དང་དེ་ནས་བར་ཤབ་རྟ་རྒྱས་ནས་དཀའ་ངལ་ཞིག་ཞུ་དོགས་འོང་དེ་ནི་སོ་སོའི་ངོ་ནས་ཉི་མ་རྟག་པ། དོ་སྣང་གནང་དང་དམིགས་བསལ་གྱི་ཞིང་ཁ་ལས་ཀ་ཞིང་ཁ་ཞིང་ལས་གནང་ཡ་དང་ཡ་མེད་པའི་ནང་ཉི་མ་ཚ་བོད་ཀྱི་གྲོས་ཡས་ཀྱི་དུས་ཚོད་ཤར་དུས་ཙམ་པ་ཡིན་པའི་ནང་ཡིན་ཇི་ཡིན་གྱི་ཞྭ་མོ་དང་ཉི་དུ་དང་ནི་རེད་གོ་རེད་ཇི་ཡོད་པ་ཧོན་ཇི་རྣམས་དེ་དག་ཡག་པོ་ཞིག་འདུག་ནི་སན་སྐྲིན་ལགས་དང་ཉི་མ་ཀ་ཡས་ཀྱི་ཞབས་རྩི་དེ་ཡིན་ཇི་མི་ཇི་ཆུག་རེད་ཟེར་གི་བྱས་ཙང་ཁྱེད་རྣམས་ཚོ་དོ་སྣང་གནང་རོགས་ན་སྙིང་ནས་བརྩེ་བའི་གྲོགས་མོ་ཚོ། ཧོན་ཇ་ཞྭ་ནི་རྐང་གསུག་དེ་དཔེ་ཡག་པོ་འདུག་ནོར་རེད་ངས་རྐང་གསུག

བུ་མོ་འདི་ཡག་པོ་ཞིག་འདུག་ཀང་སུ་ཞུ་ཉོན་པ། ཀང་སུ་དེ་ང་རང་ཚོད་འདྲ་ག་ཞོལ་དེ་གཅིག་བྱས་ཨ་ནི་བདེ་པོ་ཞིག་འདུག་དེ། ཡག་པོ་ཞིག་འདུག་དེ་ཀང་སུ་རིང་པོ་རིང་པོ་དེ། དེ་ཞིག་ཧོང་ཀོང་ཁུན་དུ་དེའི་རིགས་དེ་ཡག་འདུག་ཁོ་ན་ཚོ་ཐུན་ཐུན་ཞིག་འདུག་འོང་དེ། ཨ་ནི་ཤེས་ཨོ་དེའི་རྣ་བ་ཞིབ་ཞིག་འགྲོ་སོང་དེ་ཁོ་ན་ཚོ་གོམ་ཉིས་བརྒྱར་བྱ་ཞིང་པ་ངས་ཤེས་ཨོ་ཞིག་བཏགས་ཡིན་པ་འོང་དེ། ཤེས་ཨོ་དེ་གོམ་སུམ་བརྒྱ་ཟེར་ཞིང་ཉིས་བརྒྱ་དགུ་བཅུ་ན་ཕྱིར་བཤར་བ་ཨ་ནི་ཆོ་མེད་སྐྱོར་ཞིག་ཐོངས་སོང་ཁོང་ཆེན་པོ་སྤྲད་པའི་ན། ནི་གོང་ཆུང་ཤོས་དེ་ཉོས་ཡིན་པ། དེ་ང་རང་རྣ་བ་དྲོ་ཤོས་དེ་གོང་ཆུང་ཤོས་རེད་ཤག་ཁ་ཅན་ལབ་ཡིན་ན། ང་ཤེས་དབང་གིས་མདོག་ང་ཚོ་ཐོག་ཡོང་རྒྱུ་ཞིག་མེད་པའི་དབང་གིས་འདི་ཞིག་བཀོད་འདུག་བ་དེ་ཅིང་ཁོ་ན་ཚོ་ངས་དེ་བརྙན་ཐུང་བཟོས་དེ་ད་ཁྱེད་ན་ཚོ་གཟིགས་འདུག་ཨེ། དེ་རིང་ངས་ཁ་པར་ཚུར་ཁ་ལོ་བཞག་ཡིན་པ་དབང་གིས་དེ་སྟབས་བདེ་འདུག་དབང་གིས་དེ་གཟིགས་འདུག་ཨེ་ཁྱེད་ན་ཚོ་འདུག་ཕྱི་ནས་བརྙན་ཐུང་བཟོ་དགོས་རེད་ད་དེ་ཡིན་པས་ན། དགེ་བཤེས་དུས་དགྲ་གོ་ཡོད་ཅེས་པ། བཀྲ་ཡག་ཧོ་རེད་ཆེ་ཁྲོའི་པོ་ཅིག་ཆེ་དེ་ནས་ཁ་པ་དེ་ཆེ་ཁ་པ་ཡོད་ན་མེད་ན་རེད་པ་འོན་ཏེ་ཉན་དུ་སུ་དུས་ཙམ་པས་ཨ་ཇུ་ཉེ་གོ་མ་རེད་པ་བྱས་ཙང་འོན་ཏེ་ཁྲོའི་པོ་ལེ་དེ་ཡག་ཧོ་ཤི་ཐོ་ཤེ་ཨོ་དེ་ན་ཨོ་ཇོ་སུ་ཁ་ནམ་ད་ཉན་དུ་འཇ་ཆེན་སུ་ཧོ་རེད་སྟབས་དེ་བོ་ཆེ་ནས་ཁ་པ་དེ་ཁ་པ་དེ་བེད་སྤྱོད་ཤེས་བྱུས་དོ་ག་ཉན་དུ་སུ་ཨེ་ཡིན་པ་ནས་རེད། མི་མཉམ་དུ་འགྲོ་བ་བྱེད་ཡིན་པ་ནས་རེད། ཇི་སྐད་ཡིན་པ་ནས་ཁ་ནས་ལས་ཁ་ནམ་ད་ཁ་བ་ལས་དེ་ཁྱད་ཆོས་ཤོས་ཤིག་དེ་རིང་སྐད་ཟིན་པ་ནས་ཡང་མང་དྲག་ནས་ལས་མི་ཡི་ནག་དུ་ཁ་ཧོན་དེ་ཏི་སི་ཞིག་སོ་སོའི་ངོ་ནས་གང་ཉུང་ཉུང་བེད་སྤྱོད་དང་ཡག་གི་འབད་བརྩོན་བྱས་དེ་གལ་ཆེན་པོ་རེད་བཞག་སྐྱེ་སྲིང་ང facebook ལ་རང་ངོ་དེབ་ནང་ཅིག་མཐོང་སོང་དང་པུའུ་ཅི་དུ་པུའུ་ཆུན་ཆུན་བོད་རིགས་དང་མར་ཤ་ཕལ་ཆེ་གར་ན Bangkok Thailand རྒྱ་མི་ནས་ཅི་ཡིན་སར་གང་ནམ་ད་མི་ཅིག་གི།

ཨ་མྱེ་སྙེ་མ་འདི་ཉོས་འབའ་མིན་སོགས་ནས་བེད་སྤྱོད་མི་ཀྱོག་ཅིག་འདུག་ཡང། འདི་ཡག་བོ་ཞིག་འདུག་མའོས་པད་ལ་བར་བ་ད་ལྟ་འདི་ཚོན་ཆ་འདི་དག་བཙོ་ས་ཞག་ཟིང་རྒྱ་འདི་སྔོན་པོ་བཟོ་ཞིག་འདུག་ནི། འདི་ཡག་བོ་ཞིག་འདུག་དག་ཁོ་ན་ཚོ་ཡང་སོ་སོ་མའོས་པད་བཀོལ་ཡོད་པས་ན་འདི་ཡག་བོ་ཞིག་འདུག་དེ་ནས་ངས་སྐད་གསེང། མའོས་འདི་ཉོས་འབའ་ལས་ཀ་ཅིག་འདུག་འཛམ་པའི་མའོས་བཀོལ་ཏོ་འདི་ཡག་བོ་ཞིག་འདུག་ནང་ལོག་མཉམ་འདོགས། Battery ལ་བར་བ་འོང་འདི་ཀླད་ཡོད་འདུག་མའོས་འདི།

མིན་བཟོ་ལས་དེ་རྒྱུ་བྱེད་ཨོ་དུ་ད་ཡང་དབོ་ནས་བྱས་ན་གོང་ཆུ་འཇུ་བྱེད་ཨོ་དུ་ད་རྒྱ་རྒྱ་ནག་ནས་བཟོས་རྒྱུ་རེད་དེ་ལས་ཁ་ཤས་གཟུགས་པོར་ནུས་རེད་གར་ཅི་ཅི་མང་པོ་ཞིག་ལ་ཨོ་དུ་ཨ་ད་ཧ་མོ་སོང་ང་མི་སེར་དཀྱུས་མོ་ལ་ཡག་པོ་ཞུ་ཐུགས་བཅད་ལགས་དེ་ཚོ་གོང་ཆུ་འཇུ་བྱེད་དེ་རྒྱུ་རིང་པོ་དང་པོ་དུར་བ་འོང་དེ་ངས་མིག་ཤེས་ཨོ་དུ་ད་པེ་ཅིན་ངས་ལོ། ལོ་གསུམ། ཀོ་རོ་ན་དེ་བར་ཚེ་ནི་ཉུལ་འབག་ཀོ་རོ་ན་ཚར་ནས་ལོ། ད་ལོ་གསུམ་བེད་སྤྱོད་བཏང་ཡོད་ད་ཆགས་སོང་ཨ་ཁེ་སིང་འོང་དེ་མ་ཉོ་ཀ་མེད་རེད་ཤག་ཤི་མ། ཆོ་མེད་སྐྱོ་ཉུང་མེད་ད་འུར་ཟིང་ག་སེང་འདུག་ན། འོན་ཀྱང་ཞག་ཁོ་ན་ཚོ་ནི་ཁྱེད་རང་ཚོ་ཉམས་དོ། ཁ་མང་པོ་བྱས་མེད་ཁྱེད་རང་ཚོ་དུས་ཚོད་འཕྲོ་བརླག་རེད་པ་ཟ་བྱས་ནི་ཁྱེད་རང་ཚོ་གཉེན་སྡུག་སེམས་སེམས་ནམ་མཐོ་བྱས་ན་ཨ་ཁེ་སིང།

ཁོ་ཚོ་ལ་ཤིང་ཏོག་དེ་ཉོས། འཚོ་བཅུད་ལ་དེ་སྐོར་བ་བྱས་ལ་ཤིང་ཏོག་དང་ཤིང་ཏོག་སྐམ་པོའི་རིགས་སོགས་ཉོས་ཡོད་པ། འོན་ཏེ་ང་ཚོ་མཉམ་དུ་ཟ་ཡི་འདྲ་ས་གཉིས་ཡིན་པས་ན། འོན་ཀྱང་ཞག་ཁོ་ན་ཚོ་གཉེན་དུ་སེམས་ཤིང་རྣམས་ཐོ་ཅན་ན་ཁེ་བསད་གཉེན་དུ་དེ་མང་པོ་ཟིག་ཞག་དེ་རིང་གཉེན་དུ་སེམས་ཤིང་རྣམས་ཐོ་ཅན་ན་སེམས་ཁེ་ན་ཚོ་སྐུ་ཟུར་དུ་ཅག་ན་རོ་ན་སེམས་རྒྱ་གར་ཡོད་པའི་སྤུན་ཟླ་ཚང་མོ་ལོ Happy Diwali དེ་བ་ལི་སྤྲོ་པོ་ཡོང་པ་ཤོག་ཅི་ད་ང་ཚོ་དེ་བ་ལི་བཏང་གོ་དེ་མ་བསྟེར་ད་རྒྱ་གར་ཚོ་བཏང་སྟེར་བ་ཡང་ཅིག། འདི་ལྟོ་ཨ་རེ། དུས་ཆེན་གྱི་རྣམ་པར་ཞུ་ཞུ་ལྟོ་ཨ་ཁོང་ཚོ་ཡིན་པ་ན། འོང་རྒྱར་བྱ་བ་ཁོ་ན་ཚོ་ཨ་ནི་སང་ཉིན་ང་ཚོ་དགུང་ཟས་བྱ་རེ་ས་མིག་དམར། དེ་རིང་དགུང་ཟས་ལ་གནས་ལ་དགུང་ཟས་དུ་མར་བྱ་འདིར་བྱ་ག་ས། རྒྱ་གར་ཚང་མ་དགོང་མོ་ཞུས་ལྟོ་ཨ་ནི་ང་ནི་དགོང་མོ་ཞུས་མེད་པ་ཧ་གོ་མ་སོང་ཨ་ནི་བྱས་ཙང། མི་མེད་ལས་ངུ་ན་མི་ཚང་མ་དགོང་མོ་ཞུས་དུས་སོ་སོ་དུས་དགོང་མོ་མ་ཞུས་དེ་ནི་སྐྱིད་ལྟོ་ཨ་འོང་དེ་ལས་ཀའི་མི་འདུག།